ད་དེ་རིང་གུས་པས་དེ་ཡང་སྤྱི་ཚོགས་དཔྱད་བརྗོད་ཀྱི་གནས་གཏམ་གླིང་གཅིག་ཞུས་པ་ཡིན་ན་བསམ་སོང། དེ་ཡང་ས་བཅད་འདྲ་བོ་ཁག་གཉིས་ཞུས་པ་ཡིན་ན། ས་བཅད་དང་པོ་འདི། ད་ད་ལྟ་ང་ཚོ་གྲོས་ཚོགས་འཚོགས་པའི་སྐབས་དེ་ཡང། ཚོགས་ཐེངས་ད་དྲུག་པ་ཟེར་ན་མི་འདུག་དེའི་ལྷག་གྲོས་དེ་འཚོགས་ཟིན་པ་རེད་ད་གནོད་ཤུགས་བསྟུན་པ་འགྲོ་བཞིན་པ་རེད་བ། ད་དེའི་བརྒྱུད་རིམ་དེ་གཅིག་བལྟ་ཡོང་དུས་ཙམ་པ་དགྲ་དགའ་གཉེན་སྡུག་གི་གནས་གཏམ་གླིང་ཟེར་ན་མི་འདུག་གླིང་སློང་མང་པོ་ཞིག་ཡོང་བསྡད་རེད་བ། ལྟ་བཙའ་བའི། དང་པ། སྲོག་ལ་བབ་ན་ཡང། རང་བཞིན་བཟང་པོ་ག་ལ་དོ་ས་ལས་འགྲམ་གྱི་སུ་གཅིག་ཀྱང་དེའི་ཁ་དོག་ཉམས་མི་འགྱུར་ཟེར་བ་ནང་བཞིན་གྱི། སྐྱོན་བརྗོད་སྐྱེས་བུ་དང་པ་དེ་ཚོ་ལ། སྡང་ཟུག་ག་གམ་ཅི་བྱས་བ་ཡིན་ན་ཡང། སྐྱེས་བུ་དང་པ་དེ་ཚོ་ལ། ཁྱད་པར་ཅང་འགྲོ་གི་མ་རེད་བསམ་གྱི་འདུག། དཔེར་ན། གསེར་དང་ཟངས་ཀྱི་བལ་དེ་ས་ལས་གྲམ་རིང་རྗེས་རྩྭ་ཆེན་པོ་དེ་ཚོ་མེ་ལ་བསྲེགས་པ་ཡིན་ན་ཡང་དེའི་ཁ་དོག་ཉམས་མི་འགྱུར་ཟེར་བ་ནང་བཞིན་གྱིས་ཁོ་ཚོས་ཀྱི་དོག་དེ་ཉམས་འགྲོ་གི་མི་འདུག་ཨོ་དེ་འདི་ནང་བཞིན་རེད། ད་ཡིན་པ་ཡིན་ན་དེའི་རྗེས་སུ་འབྱུང་ཉེན་གྱི་རེད་བ། མི་མང་དེ་ཚོ་རེད་བ་མི་ཕལ་བ་ཡིན་དུས་ཙམ་པ་ལ་གནོད་འགྲོ་གི་ཡོད་རེད་སོང་ཙང། ང་རང་ཚོས་ཀྱི་བོད་མི་རིགས་ཀྱི་བརྩི་བཀུར་ཞུ་སའི་ཀྱི།

རེད་བ། གཞན་ནས་གསུང་བ་དང་སྐད་ཡིག་གཉིས་གཅིག་པ་རེད་བ། དེ་ལ་གཙོ་བོ་དེ་སོ་སོ་སོ་སོ་གི་ཉམས་ལེན་དང་དད་པ་བྱེད་དགོས་གི་རེད་བ། ཉམས་ལེན་དང་དད་པ་སྤུ་བཞི་མེད་པ་ལ། ཅིག་ཆ་རྐྱེན་གྲོགས་ཞིག་མང་པོ་ཞིག་བཏོན་ཏེ་དེ་ཅང་ཁྱད་པར་ཞིག་ཡོད་ཀྱི་མ་རེད་བསམ་གྱི་འདུག་དཔེར་ན། སངས་རྒྱས་བཅོམ་ལྡན་འདས་དཔལ་སངས་རྒྱས་སྐུ་ངོ་མ་སོ་སོའི་མདུན་ལ་བྱོན་པ་ཡིན་པ་ཡིན་ན་ཡང། ཉམས་ལེན་མ་བྱས་པ་ན་ཕན་ཐོགས་ཅང་ཡོད་ཀྱི་མ་རེད་བསམ་གྱི་འདུག། སངས་རྒྱས་དཔལ་དེ་ཐག་རིང་པོ་ཅིག་ལ་བཞུགས་ཏེ། ཡིན་ན་ཐག་རྒྱང་པོ་ཅིག་ལ་སོ་སོའི་གི་སངས་རྒྱས་ཀྱི་གསུང་བའི་གསུང་དེ་ཐོས་ཏེ། ཉམས་ལེན་གང་བྱས་པ་ཡིན་ན་དེའི་ཕན་རླབས་ཆེ་གི་རེད། འདི་གནད་འགག་ཅིག་རེད་བསམ་གྱི་འདུག། དེ་ནས་གནད་དོན་གཉིས་པ་དེ། གཅིག། ལྷ་སྲུང་མ།

གལ་ཏེ་ངས་ཡང་ནི། གང་ཟེར་ན་ངའི་འོག་ལ་ལས་ཀ་བྱེད་མཁན་གྱི་དམག་མི་ལྟ་བུ་ཡིན། ཡང་ནི་ང་རང་དམག་སྤྱི་ལྟ་བུ་ཡིན། ང་གཉིས་ཀྱི་འབྲེལ་བ་དེ་ཧ་ཅང་གི་དྭངས་གསབ་ཡིན། ང་གཉིས་གྲོགས་པོ་ནང་བཞིན་ཡིན། གནས་ཆུང་གིས་ང་ལ་ཕྱག་བཙལ་བ་མ་གཏོགས་ངས་གནས་ཆུང་ལ་ཕྱག་འཚལ་གྱི་མེད།

དག་སྣང་ཞིང། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་གཏན་ལ་ཕབ་པའི་གི་ལངས་ཕྱོགས། ལམ་དབུ་མ་འཐབ་འཚེ་མེད་ཞི་བ། འདི་སྔ་མ་གཏན་ལ་ཕབ་རེད། གཏན་ལ་ཕབ་ཅིང་ལོ་མང་པོ་ལོ་བརྒྱ་ཕྲག་མང་པོ་འགྲོ་གི་ཡོད་མ་རེད། ད་ལྟ་ལོ་ཧ་ཐོག་ན་བཅུ་ཕྲག་གཉིས་ཙམ་ཞིག་མ་གཏོགས་གི་འགྲོ་གི་ཡོད་མ་རེད། ད་ཁྱོད་ཚོས་གི་ལམ་གཏན་ལ་ཕབ་པ་འདིའི་སྒང་ལ་ཤར་སྐྱོད་དང་འདིའི་སྒང་ལ་འཐབ་རྩོད་མ་བྱས་བ་བྱས།

རྒན་རབས་པ་བཀའ་དྲིན་ཅན་དེ་ཚོས་ཀྱི་ཟོས་ཞག་པ་འདི་འགྲིག་གི་མི་འདུག་ཕ་ཡིས་འགྲིག་གི་མི་འདུག་དེས་འགྲིག་གི་མི་འདུག་ཟེར། མཛུབ་མོ་བཙུགས་ཡ་ལས་ལྷག་ཡོད་རེད་བ། ཕ་མཛུབ་མོ་གཅིག་བཙུགས་ཡ་ལས་ཚུར་ཚུར་ལ་ཚུར་མཛུབ་མོ་བཞི་བཙུགས་དགོས་ཡོད་རེད་བ། དེ་ང་ཚོས་ངེས་པར་དུ་ཤེས་དགོས་ཀྱི་ཡོད་རེད། སེམས་ཙང། ད་ལྟའི་ཀྱི་བ་དེ་ལངས་ཕྱོགས་དབུ་མའི་ལམ་ཟེར་བ་དེ་ཡིན་པ་ཡིན་ན། རྩ་བའི་རྒྱལ་བ་རིན་པོ་ཆེ་བས་གཅིག་པུ་གི་དགོངས་པ་མ་རེད། བོད་ནང་ལོག་གི་གཞིས་ལུས་རྒྱ་ཆེའི་མི་མང་གི་རྦད་དེ་མཁས་བ་རེད་སློབ་ཕྲུག་རེད་མང་པོ་གཅིག་ལ་རྦད་དེ་གངས་སུ་རེད་གྲོས་བྲིས། མཐའ་མ་དེ་གང་ལྟར་མང་མོས་འོས་བསྡུ་གི་གཏན་ལ་ཕབ་བྱ་བ་རེད་རོ། མང་གཙོ་ཟེར་ན་དེ་རེད་བ། མང་མོས་འོས་བསྡུ་གི་གཏན་ལ་ཕབ་ཚར་བའི་རྗེས་ནས་མ་ང་དེ་རྗེས་སུ་འཇུག་གི་རེད། ཉུང་ང་དེ་ལ་ཡིན་ན་ཡང་དམའ་འབེབས་སྟངས་དེ་འདྲའི་བྱས་མ་རེད་རྩིས་ཁུར་ཞུ་དགོས་གི་ཡོད་རེད། རེད་བ། དེ་འདྲས་ཡིན་དུས་བརྩམས་པ་ལ། ཁྱེད་རང་ཚོ་གྲོས་ཚོགས་ར་བའི་ནང་ལོགས་ལ་དབུ་མའི་ལམ་གྱི་ལངས་ཕྱོགས་དེ་ལ། རེད་བ། ལངས་ཕྱོགས་དེ་གཏན་ལ་ཕབ་བཞིན་པ་ཞིག་རེད། འདིའི་ད་ག་རང་བཞག་བྱས་ད་དེ་གྲུབ་རྗེས་ལ་ཁྱོད་ཚོས་ཀྱིས་འབད་བརྩོན་བྱེད་དགོས་ཀྱི་བ་རེད། འབད་བརྩོན་གང་ཡང་མ་བྱས་བ་ལ་གཅིག་བསྒྲིགས་མ་སོང་གཉིས་བསྒྲིགས་མ་བྱུང་ཟེར་བ་དེ་ཁ་ཆག་ཆག་སྣ་རག་བྱུང་ཟེར་བ་དེ་བཞག་ན་ཡག་གི་རེད། ཁྱེད་རང་ཚོ་ད་བཅོས་དུས་བས་ནི་སྐབས་གསར་བ་རེད་བ། སྐབས་གསར་བ་ཡིན་དུས་རྩམ་པ་ལ་ཁྱོད་ཚོའི་ངོས་ནས་དབུ་མའི་ལམ་སྒྲུབ་ཡས་ཀྱི་ཆེད་དུ་ཐབས་ཤེས་ག་རེ་བྱས་ཡིན་འབད་བརྩོན་ག་རེ་བྱས་ཡིན། ཁྱོད་ཚོས་འཛིན་སྐྱོང་རྐྱང་རྐྱང་གིས་གཅིག་བསྒྲིལ་མ་སོང་གཉིས་བསྒྲིལ་མ་སོང་ཟེར་བ་ཅིག་མ་གཏོགས་ཀྱི། འཐབ་རྩོད་ཀྱི་སྒང་ལ་ཁྱོད་ཚོ་གིས་ཤུགས་སྣོན་ཅི་ཡང་རྒྱག་གི་མི་འདུག་ཨ། ང་ཚོའི་བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་གི་ད་ནང་ལོགས་ལ་འཛིན་སྐྱོང་དེ་ད་སེམས་ཁྲལ་རྩ་བ་ཉིད་ནས་ཡོད་མ་རེད་ད་ང་རའི་བསམ་པ་ལ། ད་ད་གོན་པ་ལ་ཆ་ཚང་བ་ན་ཧྲ་ཏག་ཏག་ཡོད་རེད་ད། དགོན་པའི་ནང་ལ་ད་གོན་པ་མེད་ན་ཞིང་ཆོག་གི་རེད་ཆོས་ལྡན་མེད་ན་ཞིང་ཆོག་གི་རེད། ཡིན་པ་ཡིན་ན་ཡང། དགོན་པའི་ནང་ལ་བསྡད་ཉན་གྱི་བྱ་བ་ཨ་ནེ་དེའི་རྗེས་སུ་འཇུག་ཉེན་གྱི་མི་མང་གི་སེམས་ནང་ལ་དད་པ་ཟེར་བ་དེ་བརླག་ཚར་བ་ཡིན་ན་ང་ཚོའི་ནང་ཆོས་ཟེར་བ་དེ་དག་ཉམས་ཚར་རེད་ད། ཡོད་ཚད་རྒྱུགས་དུས་ཚར་རེད་ད། ད་ནི་ཆབ་སྲིད་ཅག་ནས་བཤད་བ་ཡིན་ན་ཡང། ང་ཚོའི་མི་རིགས་འདི་ལ། ཅིག། ལས་ཤག་མེད་བ་ཡིན་ན་རྒྱབ་ཆོག་གི་རེད། བཀའ་ལན་མེད་པ་ཡིན་ན་བསྐོས་ཆོག་གི་རེད། སྤྱི་མཐུས་མེད་པ་ཡིན་ན་ཡང་བསྐོས་ཆོག་གི་རེད། སྒྲིག་འཛུགས་མེད་པ་ཡིན་ན་བཟོས་ཆོག་གི་རེད། ཡིན་པ་ཡིན་ན་ཡང་བོད་མི་རིགས་ཀྱི་ལ་རྒྱ་དང་བརྩེ་ཞེན། ཆོལ་གསུམ། བོད་མི་རིགས་ཀྱི་དཔལ་དུ་རྡོག་རྩ་གཅིག་སྒྲིལ་ཟིན་ཡིན་བརྩེ་སེམས་བཅས་ཡོད་རེད། ཨོ། འདིའི་ཉམས་སུ་ན། དེ་ཕྱོགས་རིགས་དང་ཐན་སྐད་ཀྱི་དབང་དུ་ཕྱེ་བ་ཡིན་ན་ང་ཚོའི་མི་རིགས་དེ་ད་ཚ་ཚ་རེད་བཞུགས་དུས་ཚ་རེད། དེ་འདྲའི་འདི་བརྩམས་པ་ལ། རྒན་རབས་པའི་འགན་འཁྱེར་དགོས་ཡ་དེ། རེད་བ། དག་ན་ཞིག་སྒང་ལ་འདི་དཔེ་དེ། མང་གཙོའི་ཀ་བ་གསུམ་གྱི་ནང་ལོགས་ལ། ཅིག། མི་མང་ལ་དོང་བསྟན་ཏེ་སྐད་ཆ་བཤད་ཉེས་ཟེར་ན་མི་འདུག་དེ་འཛོལ་གི་པའི་གང་གཟབ་གཟབ་བྱེད་དགོས་ཡ་དེ་གནད་འགག་ཆེན་པོ་ཆགས་བསྡད་པ་རེད། འདི་གཅིག་རེད། ད་ལྟ་ང་ཚོ་བཙན་བྱོལ་ལ་གྱར་རྗེས། བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལོགས་ལ། མི་སྣ་རབ་དང་རིམ་པ་མང་པོ་ཅིག་གིས་ཕྱག་ལས་གནང་ཡོད་རེད། ཡིན་ན་ཡང། བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མ་ཧཱ་དཔལ་ཁྲི་དང། ཁོང་ལས་ལྷག་པའི་གི། རླབས་ཆེན་གྱི་སྐྱེས་བུ་དམ་པ་ཟེར་ན་མི་འདུག། མཛད་རྗེས་འབུར་དུ་དོན་གཉེར་ཅིག་བྱུང་ཡོད་རེད་ལབ་ན། སུ་གང་ཅིག་བྱུང་ཡོད་མ་རེད་ད། རྒྱལ་བ་རིན་པོ་ཆེ་གི་བཀའ་སྒྲུབ་ནི་ཁོང་ལས་ལྷག་པ་ཅིག་བྱུང་ཡོད་མ་རེད་ད། དཔེར་ན། ཨ་རིག་གི། མི་ནི་བཟོ་གྲྭས་ཀྱི་མངའ་སྡེ་ནང་ལོགས་ལ། བཟང་མདོག་རིན་པོ་ཆེ་ལ། གཟིངས་རྟགས་བུ་ཡས་ཀྱི་གང་དག། ཐག་གཅོད་གནང་རོགས་གྲོས་གཅོད་གནང་རོགས། གྲོས་གཞི་བཞག་ཆ་གྲོས་གཅོད་གནང་རོགས། ག་རེ་གནང་རེད་བས། ཆེ་བསྟོད་དེ་འདྲ་ག་རེ་ཞུ་གི་ཡོད་རེད་བས། རྒྱ་གར་རིན་པོ་ཆེ། བཀའ་འོག་ལ་བཀའ་བསྒྲུབ་ནས་ཡང་དག་ཆོས་དེ་དག་མ་ཧཱ་དཔལ་ལྡན་དང་ཟངས་མདོག་རིན་པོ་ཆེ་རེད་བྱས། བོད་མི་རིགས་ཀྱི་རིག་གནས་དང་རིག་གཞུང་སྐད་དང་དེ་ཚོའི་ནང་ལོགས་ལ་དཔེ་དེ་ཕྱག་ལས་བུ་དུ་སྣང་བརྙན་དེ་ཟངས་མདོག་རིན་པོ་ཆེ་རེད་བྱས། དེ་འདྲ་བྱས་ནས་ཆོས་དེ་ཞུས་རོགས་ལྟ་ལོག་སོག་པ་མང་པོ་ཡོད་རེད། ད་ཡིན་ན་ཡང་ང་ཚོ་གྲོས་ཚོགས་ར་བའི་ནང་ལོགས་ལ་མ་ཧཱ་དཔལ་ལྡན་དང་ཟངས་མདོག་རིན་པོ་ཆེ་ལ་སྡང་ཟུག་ག་རེ་བྱེད་ནས་བྱེད་ཀྱི་ཡོད་རེད་བས། ཁོང་གི་ཡོན་ཏན་ལྟ་བུ་ཞིག་སོ་སོ་ལ་མེད་ཙང

རིན་པོ་ཆེ་ལ་དྭངས་གསོལ་བྱེད་རྒྱུ་བཞག་པ་རེད། དེ་འདྲས་ཡིན་དུས་བརྩམས་པ་ལ་ངས་མཚམས་རེ་མཚམས་རེ་དངོས་གནས་དོན་ལ་ཡ་མཚན་གྱི་འདུག། མི་རིགས་འདི་ལ་སྐྱེ་བོ་དམ་པ་དེ་འདྲས་ཀྱི་ཡོད་ཀྱི་ཡོད་ཀྱི་ལ་དེ་ལ་བརྩི་མཐོང་མ་བྱས་བ་ག་རེ་ཡིན་ན་བསམ་གྱི་འདུག་ངས། ད་ལྟའི་མི་རབས་དེའི་ནང་ལོགས་ལ་ང་ཚོས། སོ་རྒྱུས་རིག་གནས་ཟེར་ན་མི་འདུག་དུས་རབས་ཉི་ཤུ་བའི་ནང་ལ་དགོས་འདུན་ཆོས་འཕེལ་འདྲ་བོ་ཆེ་དུས་རབས་ཉི་ཤུ་རྩ་གཅིག་གི་ནང་ལོགས་ལ་བོད་ཕྱི་ནང་གཉིས་ལ་རིན་པོ་ཆེ་ལས་ལྷག་ང་ཅིག་ཕ་ཆེ་བསྟོད་ཡོད་ཡོད་མ་རེད། དེ་འདྲ་ཡིན་དུས་གཙང་པ་ང་ཚོས་བསམ་བློ་ནན་ཏན་བཏང་དགོས་རེད་བསམ་གྱི་འདུག་འདི་གཅིག་རེད། ད་ད་ག་ན་ཞིང་གི་གདན་ས་ཆེན་པོ་གསུམ་ནང་ལོགས་ལ།

རིན་ཐང་མེད་པ་བཟོ་ཡས་ཀྱི་ལས་ཀ་དེ་ཁྱོད་ཚོས་བྱེད་དགོས་རེད་བས་ད། དེ་འདྲས་མ་རེད་བ། དེ་འདྲས་བྱས་ན་ཁྱོད་ཚོ་ག་བ་ཕེབས་བ་ཡིན་ན་མི་མང་གི་ངོ་རྒོལ་རྒྱག་གི་རེད་བ། ཁྱོད་ཚོས་གསུང་གི་འདུག་བ་མི་མང་གི་བརྩི་བཀུར་ཞུ་གི་མི་འདུག། མི་མང་གི་བརྩི་བཀུར་ཞུ་དགོས་ཀྱི་ཡོད་ན་མི་མང་ལ་ཕན་ཐོགས་པའི་གི་ཕྱག་ལས་གནང་དགོས་ཀྱི་ཡོད་བ་རེད། མི་མང་གི་སེམས་ལ་ག་དུས་ཡིན་པ་ཡིན་ན་ཕོག་ཐུག་བཏང་ཡས་ཡོད་མ་རེད། མི་མང་ལ་སྐུ་ངལ་ག་བ་འདུག་ཡིན་ན་འདི་རུ་གོ་སྒྲིག་དེ་ཡོད་བ་ཡིན་ན། ཨ་ནི་འདི་ཡི་གོ་སྒྲིག་འབུར་དུ་ཐོན་པ་ཅིག་རེད། འོ་ད་གནས་ལུགས་དེ་ཚོའི་དབང་གིས་གནས་ལུགས་དེ་ཚོ་རྒྱུ་མཚན་དུ་བཏང་སྟེ། གཏམ་དྲངས་ན་དགྲ་བོས་འཚང་ཀྱང་སྤྲུག། བརྡ་དྲངས་ན་བྱང་ཐང་འབྲོང་ཀྱང་བསད་ཟེར་བ་ནང་བཞིན། དེ་ཅག་ག་རེ་གབ་འདུག་བྱེད། གནད་དོན་གང་ཡིན་པ་ཡིན་ན་བདེན་པ་བཤད་ཀྱི་ཡོད། སྤྱི་ཚོགས་བབ་བརླིང་བརྟན་གསུམ་གྱི་ཐོག་ལ། སྤྱི་ཚོགས་ལྷིང་འཇགས་ཀྱི་ཐོག་ལ། སྤྱི་ཚོགས་བབ་བརླིང་གི་ཐོག་ལ། སྤྱི་ཚོགས་ཞི་བདེ་གི་ཐོག་ལ་མི་དམངས་འཆམ་མཐུན་གྱི་ཐོག་ལ་གཞུང་དམངས་མཛའ་མཐུན་གྱི་ཆེད་དུ་ལ། ཅིག་རེ་བ་བཟང་ས་བརྒྱབ་སྟེ་གང་དག་སྐད་ཆ་བཤད་པའི་ཁུག་སྒྲོག་ཞིག་ཡིན། དེ་ཡང། སྐྱོན་འཛུལ་སྐད་ཆ་ཡག་པོ་ཞིག་ང་བཤད་བ་ཡིན་ན་མི་དམངས་ཡིན་ན་སེམས་ཁུར་ཐེབས་འགྲོ་གི་རེད། རང་བཞིན་གྱིས་གུས་འདུད་ཞུ་གི་རེད། ད་ལྟ་ཁྱོད་ཚོ་གྲོས་ཚོགས་ར་བའི་ནང་ལོགས་ལ་མི་མང་གིས་གུས་འདུད་ཞུ་གི་མི་འདུག་ད་ཕྱོགས་སྐྱོད་འགྲོ་ཡས་མེད་པ་བཟོ་གི་རེད་ཟེར་ནས་གསུང་གི་རེད། དེ་འདྲས་ཡིན་པ་ཡིན་ན་མི་མང་དང་སྤྱི་འཐུས་གཉིས་བར་ཡིག་གི་འབྲེལ་བ་དེ་ཡག་ཡིན་པ་ཡིན་ན་དཔྱད་གི་ཐབས་ཤེས་བྱེད་གི་འདུག་ད་དེ་མ་རེད་བ། མི་མང་སེམས་ཁུར་ཐེབས་བཅུག་ཡས་གི་ད་ཐབས་ཤེས་ག་རེ་བྱེད་གི་འདུག་ལབ་ན་ཁྱེད་རང་ཚོས་གི་བཀའ་མོལ་གསུང་སྟངས་དེ་ཡག་པོ་གསུང་གི་རེད། ཕྱག་ལས་གནང་སྟངས་དེ་ཡག་པོ་གནང་གི་རེད། མི་རིགས་ཀྱི་སྐད་ཡིག་འདིའི་ཐོག་ཏུ་ལ་ཐུན་མོང་མ་ཡིན་པའི་ཡ་རབས་བཟང་སྤྱོད་ཀྱི། སྐད་ཅིག་གི་ཉམས་འགྱུར་ཟེར་ན་མི་འདུག། སྐད་ངག་གི་སྒྱུ་རྩལ་ཟེར་ན་མི་འདུག། ཡ་རབས་གུས་ལུགས་སྟོན་ཡས་ཀྱི་ཞེ་ས་ཟེར་ན་མི་འདུག་མང་པོ་ཞིག་ཡོད་རེད། དེ་ཚོའི་ངོས་ནས་བལྟས་ན་ངོམ་གོ་རེད། འོ་དེ་འདྲ་ཡིན་དུས་གཙང་པ། གཅིག། ཡོན་ཏན་མེད་པའི་སྐྱེ་བོ་ཡིས་ཡོན་ཏན་ཅན་ལ་ལྷག་པར་སྡང་ཟེར་བ་ནང་བཞིན་གྱི། ང་རང་ཚོས་གྱི་དཔེ་དེའི་ནང་བཞིན་མ་ཡིན་པ། གཅིག། ཡོན་ཏན་ཅན་དེ་ཚོ་ལ་མི་རིགས་ཀྱི་ཡོན་ཏན་ཅན་དག་ཅིག་བརྩི་མཐོང་ཞུ་ས་དེ་ཚོ་ལ་སྡང་སེམས་རྐྱང་རྐྱང་བྱེད་དེ་མ་ཡིན་པ། གཅིག། དགྲ་བོ་རྒྱ་དམར་གྱིས་བོད་ནང་ལོག་ལ་ད་ག་རེ་བྱེད་ཀྱི་འདུག་འདི་ཚོ་ལ་ང་ཚོ་སྡང་ཟུག་བྱེད་དགོས་རེད་བྱེད་ཐུབ་ཀྱི་ཡིན་ན་ད། རེད་བ། ཨོ་གནས་ལུགས་འདིའི་དབང་གིས། ང་ཚོས་མ་འོངས་པ་ཡིན་ན་ཡང། ཅེས་ང་ཚོ་ཡོད་པ་དེ་ཚོ་བཟོ་འགོ་བཞག་ད་ང་ཚོ་ལ་མེད་པ་ཁ་གསབ་ག་རེ་བྱེད་དགོས་ཀྱི་འདུག་དེ་ཚོའི་ཐོག་ལ་ཤུགས་སྣོན་རྒྱག་དགོས་འདུག། སྐར་རྩིག་ལ་གོམས་ཡུག་མིན་པ། དེ་བ་དཀའ་ལས་ཁག་དེ་ལ་བས་ད་གཡོལ་བྱེད་འགྲོ་ཡས་མ་ཡིན་པ། དེ་བ། ཨོ་དེ་འདྲས་ཡིན་དུས་ཙམ་པ་ལ་གནད་དོན་དེའི་ཐོག་ལ། བསམ་གཞིག་གནང་དགོས་དེ་གནད་འགག་ཆེན་པོ་རེད་བཞག་དེ་ནས་ད་ས་བཅད་གཉིས་པ་དེ་རེད། དུས་ཚོད་ཀྱིས་རྐྱེན་པས་ས་བཅད་གཉིས་པ་འདི་ཁ་ཐུག་ཞུ་བ་ཡིན་ན། ཀ་ཙང་འདི་འདྲ་སུས་ཟིན་ནག་ལོག་ལ། རྟགས་འདི་འདྲ། རིམ་པས་རིམ་པས། དོན་ཡོང་གི་འདུག་ཨ། ཅེས། རྒྱ་མིའི་གི་ད། ཚོགས་པ་དེ་འདྲའི་གི་མཉམ་དུ་ལ། ད། དཔུང་པ་འདྲེན་བྱས་ཕྱིན། ཨ་ནི། བཤད་སྲིད་གི་ཡུལ་དང། བཤད་སྲིད་གི་དུས་དང། བཤད་སྲིད་གི་ནང་དོན་དང། ཚང་མ་གང་ད། ནོར་བ། ར། གནས་ལུགས་དང་མི་མཐུན་པ། བོད་པའི་སྤྱི་ཚོགས་ལ་བསམ་བློ་དང་མི་འདང་བ། འོ་དེ་འདྲས་ཀྱི་བསྟན་པའི། རྟགས་གང་དག་སྤྱི་ཚོགས་ནང་ལོགས་ལ། དྲ་ཚིགས་ཁག་ནང་ལོགས་ལ་གང་དག་མང་པོ་ཅིག་འགྲོ་བསྡད་ཀྱི་འདུག། དཔེར་ན་རྒྱ་ནག་གི་ཡང་ད་ཉིན་རེའི་གསར་འགྱུར་ཟེར་ན་མི་འདུག་ཉིན་རེའི་ཚགས་པར་ཟེར་ན་མི་འདུག། རྒྱ་ནག་གི་ད་དྲ་ཚིགས་མང་པོ་ཅིག་གི་ནང་ལོགས་ལ་གང་དག་ཁྱབ་འགྲོ་གི་འདུག་ཨ། ད་ད་ལྟ་བར་དུ། ད་ང་ཚོས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཟེར་ན་མི་འདུག། སྤྱི་དང་བྱེ་བྲག་སྐྱབས་བཅོལ་བོད་མི་མང་པོ་ཅིག་གིས་གང་ལྟར་དཀའ་ལས་མང་པོ་ཅིག་བསྐྱལ་ཏེ་བོད་ནང་ལོག་ལབ་པ་དེ་རང་དབང་མི་འདུག་ཐོབ་ཐང་མི་འདུག་མང་པོ་ཞིག་བཤད་བསྡད་པ་དེ་ཚོ་ཆུ་ལ་གཡུག་བའི་གྱི་རྣམ་པ་འདྲ་བོ་ཞིག་ཆགས་འགྲོ་གི་ཡོད་རེད། རེད་བ། ཁྱེད་རང་བོད་ནང་ལ་ཕེབས་ཡིན། རྟིང་མ་གཉིས་ཙི་ཕེབས་ཡིན། ཕེབས་པ་མ་ཟད་ཐང་མ་གཉིས་ཙི་ཕེབས་ཡིན། ཨ་ནི་གནས་སྟངས་ཡག་ད་ཡོད་འདུག་ཡར་རྒྱས་བཏང་ཤག་ཨ་ནི་རྦད་དེ་སྤུ་གུ་དེ་ཚོ་ལ་ཡིན་པ་ཡིན་ན་རྦད་དེ་སློབ་སྦྱོང་ཡག་པོ་ཞེ་བོ་སྤྲད་ཤག་བོད་སྐད་ཡག་པོ་ཞེ་བོ་རྒྱག་གི་འདུག་ཐུགས་རྗེ་གནང། ཨོ། དེ་འདྲའི་འོས་བསྡུ་བརྩམས་པ་ལ། ད། མའོ་ཙེ་ཏུང་ལ་ཡང་ཐུགས་ཆེན་གནང། གཟི་ཡས་ཀྱི་ཉེན་ཁ་ཆགས་བདེ་བར་བ། ད་དེ་ཚོ། དུས་ལ་བསམ་བློ་མ་བཏང་བ། ཡུལ་ལ་བསམ་བློ་མ་བཏང་བ། མི་རིགས་ཀྱི་ལ་རྒྱ། ཅིག། ང་ཚོས་པའི་གཞུང་ལ་བལྟས་ཏེ་སྤྱི་སེམས་མེད་པ་ལྷག་བསམ་མེད་པ་གསལ་བོར་རོ། དཔེར་ན་ཆ་བྱ་བ་ཡིན་ན་ད་སོ་སོ་རང་ཡིན་པ་ཡིན་ན་ཉི་མ་ཆ་ཅན་འགྲོ་ཞིག་ད་གང་ད་བོད་ནག་ལོག་ལ་ད་གང་ད་གྲོགས་པོ་མང་པོ་ཞིག་མཉམ་དུ་འབྲེལ་བ་ཡོད་དེ་རེད་བ། ཅེས་སྐད་འཕྲིན་བརྒྱུད་བྱས། ཁ་པར་བརྒྱུད་བྱས་ད་མང་པོ་ཞིག་འབྲེལ་བ་བྱེད་དེ་གི། ཅེས་ངེད་མ་ཡིན་པ་ཡིན་ན་མི་ལྔ་བརྒྱ་ཅིག་དེ་འདྲའི་རྩོམ་སྲིད་ཀྱི་ཚོགས་པ་དེ་འདྲའི་གི་ནང་ལོག་ལ་ཅིག་མི་རིགས་ཀྱི་རིག་གནས་རེད། ཅེས་རྩོམ་རིག་རེད་མང་པོ་ཞིག་མཉམ་དུ་ལ་སློབ་ཁྲིད་བྱེད་ཡོད་གི་ཉམས་མྱོང་ཡོད་ཧ་གོ་གི་ཡོད། སོ་སོ་ཡིན་པ་ཡིན་ན་བོད་ནང་ལོ་ལ་བལྟ་གང་ལ། ལོ་མང་པོ་ཅིག་སློབ་སྦྱོང་བྱས་ཡོད་ཀྱི་ཉམས་མྱོང་ཡོད། མཐོང་ཆོས་མྱོང་གསུམ་ལ་བར་བ། མཐོང་བ་དང་ཐོས་པ་དང་མྱོང་བ། འདི་འདྲ་ཡིན་པའི་ཆ་ནས་ཤེས་པའི་ཐོག་ནས་སྐད་ཆ་བཤད་ཀྱི་ཡོད། ད་ལྟ་ཁྱེད་རང་གིས་གསུང་བ་ནང་བཞིན་བོད་ནང་ལོ་ལ་བལྟ་མཐུན་རྐྱེན་འཛོམས་པོ་ཞེ་བོ་ཡོད་པ་རེད། སློབ་ཕྲུག་ལ་མཐུན་རྐྱེན་ཡག་པོ་ཞེ་བོ་བྱ་རེད། དེ་སློབ་གྲྭ་ཡོད་བ་ཙམ་གྱིས་མ་གཏོགས་གི་མཐུན་རྐྱེན་གང་ཡོང་མ་རེད་བ།

དེ་ཡིས་དྲན་མེད་དོན་སྤྱོད་ཟེར་བ་དེ་རྩ་བ་ཉིད་ནས་བྱེད་ཡ་བ་མ་རེད། མ་ཤེས་བ་ལ་ཤེས་རྟོགས་དེ་རྩ་བ་ཉིད་ནས་བྱེད་ཡ་བ་མ་རེད། ར་རྒྱུ་རྫས་བ་ཟེར་ཉིད་དང་ཅིག་གཞན་མ་ཟེར་བ་དེ་མི་རིགས་ཀྱི་ལ་རྒྱ་ལྡན་པ་བརྩེ་སེམས་ལྡན་པ་ཅིག་དགོས་ཀྱི་ཡོད་རེད་མ་གཏོགས་ཀྱི་ཁ་ཙམ་ཅིག་གིས་རྒྱུ་རྫས་བ་ཡིན་ཟེར་སོ་སོ་སྐབས་གཙོ་རིང་ལུགས་པ་གོ་སྐབས་འཚལ་བ་ཡིན་ན་རྩ་བ་ཉིད་ནས་འགྲིག་གི་ཡོད་མ་རེད། དེ་དེ་བཞིན་གྱི་ཁྱེད་རང་བོད་ལ་བ་ཅིག་གིས་གཞས་བཏང་ཡས་ཀྱི་གོ་སྐབས་རགས་སོ། ཧང་སང་ཡས་རེད་བ། ཁ་ནས་དོན་པ་འཛོམས་ཤིག། བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ལ་ཞེ་མ་གྲགས་ཅན་ག་ཚོད་ཡོད་རེད་སུ་བོད་ལ་ཐར་གི་འདུག་ཁྱེད་རང་བས་ཐར་བ་མ་ཟད་གཞས་བཏང་ཡ་ཅིག་གོ་སྐབས་ཅིག་ར་བ་དེ་འདྲ་ཡ་མཚན་རེད་བ། ད་ག་ན་བཞིན་གྱི། གཅིག་བྱས་ན་ཁྱེད་རང་གིས་རྒྱ་སྐད་མ་ཤེས་བ་ཡིན་ཙང་ཅིག་བོད་བུད་ཀྱི་པུ་གུ་འདྲས་ཀྱིས་ད་ཁྱེད་རང་ལ་ཅིག་བོད་སྐད་ཅིག་གང་སུ་རེད་ད་དོན་ལ་མ་ཐོན་ལ་རྒྱ་ཡིན་སྲིད་ཀྱི་རེད། རེད་བ། ཁོང་ཚོས་རྒྱ་སྐད་རྒྱབ་ན་ཀྱང་གོ་གི་མ་རེད་བ། དེ་འདྲས་ཡིན་ཟེར་གི་རེད། ཡིན་ན་ངས་ཤེས་རྟོགས་བྱས་བ་ཡིན་ན། ངས་དེ་ལྟར་གྲོགས་པོ་མང་པོ་ཞིག་མཉམ་དུ་ཅིག་སློབ་སྦྱོང་ག་ནས་ཅིག་བསམ་ཚུལ་བརྗེ་ལེན་བྱེད་ཉིན་དང་འབྲེལ་མང་པོ་ཞིག་མཉམ་དུ་ཅིག་བགྲོ་གླེང་བྱེད་བསྡད་གི་རེད་དགེ་རྒན་མང་པོ་ཞིག་མཉམ་དུ་བགྲོ་གླེང་བྱེད་བསྡད་གི་ཁོང་ཚོས་གི་བཤད་བ་ཡིན་ན། རྒྱ་ནག་ལ་བོད་པའི་སྤུ་གུ་མ་མཆིས་བ་ཡིན་ན། བོད་སྐད་ཐང་ཐང་རྒྱག་གི་ཡ་རེད་ཟེར་ཡ་ཡོང་དུས་ཙམ་པ་ལ། ཨ་ནི་བོད་སྐད་བཀླགས་ཚར་ཀྱང་ཐོས་ལག་མ་ཐོས་ལ། ཚིག་གདངས་ལག་མ་གདངས་ལ་འོ་དེ་འདྲས་རེད་ཤགས། ད་ག་ནང་བཞིན་གྱི་སྔར་ལྟར་བསྡུར་བ་ཡིན་ན་ད་དེའི་ཆ་ལ་བལྟ། ཅིག་བོད་ཡུལ་དེ་ལྟ་བལྟ་རྒྱ་ཡུལ་དུ་གྱུར། ཅིག་ལྷས་སྲིད་བར་སྐོར་ནང་ལ་བལྟ་བོད་མི་ལས་རྒྱ་མི་མང་བ། ཅིག་བོད་པའི་གིས་ད་བོད་སྐད་ལས་བལྟ་རྒྱ་སྐད་རྒྱ་ཡས་མང་བ། ཨ་དགོན་པ་ནང་ལ་ཡིན་པ་ཡིན་ན་བལྟ་གྲྭ་བ་ལས་དམག་མི་མང་བ། དེ་འདྲས་ཀྱི་གནས་སྟངས་རྫ་དྲག་པོ་ཆགས་བསྡད་ཡོད་རེད། བལྟ་དེ་ཚོ་དངོས་ཡོད་གནས་ཚུལ་རེད་བ། སོང་ཙང་རྒྱག་དགོས་ཡས་ཀྱི་འགྲེལ་བཤད་དེ་མ་རྒྱག་སོ་སོས་ཀྱི་ཁེ་ཕན་དང་སོ་སོ་ལ་ཅིག་གོ་སྐབས་ཅུང་ཞིག་རག་ཡོད་མ་ཡོང་བསམ་བྱས། སྐབས་གཙོ་རིང་ལུགས་པའི་ལྟ་བ་ཤིག་ཁེ་བྱས། རྒྱ་རྩིས་རིང་ལུགས་པའི་ལྟ་བ་མེད་བྱས། ད་དུང་སོ་སོས་ཀྱི་དོང་ཆེན་པོ་དེ་མ་མི་མང་གི་མདུན་ལ་བསྟན་པ་ཙམ་ཅིག་ཧང་སང་ཡ་རེད། རེད་བ། བཙན་བྱོལ་བོད་མི་མང་ཟེར་ན་མི་འདུག་བཙན་བྱོལ་བོད་གཞུང་ཟེར་ན་བོད་མིའི་སྒྲིག་འཛུགས་ཀྱིས་ད་ལྟ་བར་དུ་ད་ཅིག་སྐུ་ལས་ག་ཚོད་རྒྱག་ཡོད་རེད། ད་དེ་ཚོ་ལ་མཉན་ན་དགག་རྐྱེན་འཕྲད་ཡས་ཀྱི་ཉེན་ཁ་ཆགས་བསྡད་ཡོད་རེད་བ།

ད་ལྟ་ལོ་རྒྱུས་སྨྲ་བ་ཨ་ནེ་མ་ཅིག་གིས་རྩོམ་རིག་ཅིག་གི་ནང་ལ་ལུང་བཀོད་ཡོད་རེད། རྒྱ་ནག་གི་རྩ་ཁྲིམས་ཟེར་ན་བོད་ལ་བཅངས་བའི་གིས། བོད་ལ་ཅིག་ཞི་བའི་བཅིངས་འགྲོལ་བཏང་ཡིན་ཟེར་བའི་གིས་བལྟས་ཏེ་གང་ཟེར་ཡང་ཁ་ཙམ་ཅིག་གིས་རྩ་ཁྲིམས་འདི་ཨ་ནེ་བོད་མི་རིགས་ལ་རང་དབང་ཡོང་ཡས་ཀྱི་ཆེད་དུ་ལ་དགག་རྐྱེན་བྱེད་ནི་གཙོ་བོ་དེ་དེ་མ་རེད། གཙོ་བོ་དེ་ང་ཚོ་བོད་མི་ནང་ཁུལ་ལ། ཅིག། ག་ཟེ་རེད། ནང་རུལ་དང། ནི་ནང་དཀྲུགས་དང། ཐེམ་སྐས་དང་ཕྱོགས་ལྷུང། ཨོ། སྤུན་ཟླ་ནང་ཁུལ་ལ། ཅིག། མཛའ་མཐུན་བྱེད་མི་ཐུབ་པ། ད་ག་ནང་བཞིན་གྱི། ཅིག། བོད་མི་རིགས་ཀྱི་ད་སྤུན་ཟླ་ནང་ཁུལ་ལ་ཅིག་འཚེ་བ་ཟེར་བ་དེ་གང་ད། སྤང་ཐུབ་ཡས་ཀྱི་བློ་སྟོབས་མེད་པ། དེ་འདྲའི་ཅིག་ཡོང་བ་ལ་བརྟེན་ཏེ་ཨ་ནི་ང་ཚོ་ལ་དགའ་རྒྱན་འཕྲོད་དགོས་བ་རེད་ང་ཚོའི་རང་དབང་བསྒྲུབ་མ་ཐུབ་པ་དང་ང་ཚོའི་ལས་དབང་འདི་ཅིག་སྐྱོ་ག་ནས་ཡ་སེ་མ་ཐུབ་ཡ་དེ་དགའ་རྒྱན་དེ་འདྲའི་ཅིག་རེད་དེ་འདྲ་ཡིན་དུས་ཙམ་པ་ལ་མ་འོངས་པ་ཡིན་ན་ཅིག་ཨེ་ང་ཚོ་བོད་མི་ཚང་མིག་གི་ཅིག་མགོ་བོ་ཡོད་བ་ཡིན་ན་མགོ་བོ་ཡོད་པ་མ་ཚད་མགོ་བོ་ཡོད་ནང་ལོགས་ལ་ཅིག་ཀླད་པ་ཡོད་བ་ཡིན་ན་ཅིག་བཀའ་མོལ་ག་རེ་གསུང་བ་ཡིན་ན་གཟབ་གཟབ་བྱེད་དགོས་ཡ་དང

ཕན་འབྲས་ཀྱི་ལས་ཀ་ཕྲ་མོ་ཙམ་ཅིག་བྱེད་མ་ཐུབ་པ་ཡིན་ན་ཡང་གནོད་སྤེལ་གྱི་བྱ་བ་ཏིལ་འབྲུ་ཙམ་ཀྱང་བྱེད་རྒྱུ་མིན་བསམ་པའི་གི་རང་ཚུགས་ཅིག་གིས་སྐུལ་ཡག་རེད། འོ་དེའི་ཐོག་ནས་ངས་དེ་རིང་གི་གཏམ་བཤད་དེ་ད་ག་མཚམས་བཞག་གི་ཡིན་ཐུགས་རྗེ་ཆེ།